བཀྲ་ཤིས་བདེ་ལེགས། ད་ནི་དེ་རིང་ང་ཚོ་སྤྱི་ཁྱབ་སྐུ་ཚབ་མཛོད་རྩ་བ་ནས་དྲུག་པའི་སྐབས་གསུམ་པ། རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་བཞག་པའི་སློབ་ཚན་ཉེར་གསུམ་པ། ཕར་ཕྱིན་དྲུག་ཞེས་པའི་ཚན་པ་གསུམ་པ་འདིའི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། ད་ནི་བརྒྱད་པ་སློབ་ཚུལ་ནི་ཟེར། ཕ་རོལ་ཏུ་ཕྱིན་པ་དྲུག་ཉམས་གསོའི་ལས་འཚོལ་ཏེ་ག་འདྲ་རེད་ལབ་པ་ཡིན་ན། དཔེར་ན་སྦྱིན་པ་ལ་མཚོན་ན། ལུས་ལོངས་སྤྱོད་དགེ་རྩ་བཅས་གཏོང་བ་སྦྱིན་པ། དེའི་ཚེ་ཉན་རིང་གི་ཡིད་ཆེས་བསྡོམས་པས་ཚུལ་ཁྲིམས་དང། རྣམ་མཁྱེན་གྱི་ཆོས་ལ་མོས་ཤིང་བཟོད་པ་དང། དེ་ཉིད་གོང་འཕེལ་གྱི་ཕྱིར་འདུན་པ་བསྐྱེད་པས་བརྩོན་འགྲུས་དང་ཐེག་དམན་དང་མ་འདྲེས་པའི་སེམས་རྩེ་གཅིག་པའི་བསམ་གཏན་དང། སྦྱིན་བྱ་སྦྱིན་བྱེད་སྦྱིན་པོ་རྣམས་སྒྱུ་མ་ལྟར་ཤེས་པའི་ཤེས་རབ་སྟེ་དྲུག་ཚན་ཚང་བར་བྱེད་པའོ། ཨ། དེ་འདྲ་སོང་བ་རེད། མདོར་ན་འདིའི་ནང་དུ་ག་རེ་བཤད་ཀྱི་ཡོད་པ་རེད་ལབ་ན་ཐེག་པ་ཆེན་པོ་སྦྱིན་པའི་བ་རུ་དུ་བྱིན་པ་ལ་ལྷོད་པ་དེའི་ཚེ་ན་སྦྱིན་པ་ལྟ་བུ་གཅིག་གི་ནང་དུ་ཡང་བ་རུ་དུ་བྱིན་པ་དྲུག་ཚང་བར་བྱས་ནས་ཉམས་སུ་ལེན་དགོས་པ་རེད། དེ་སོང་གི་ཡོད་པ་རེད། དེ་ལ་དཔེ་དེ་རྒྱུན་བག་གི་སྟངས་དུ་བྱས་པ་ཡིན་ན། ལུས་དང་ལོངས་སྤྱོད་དགེ་རྩ་ག་རེ་འདྲ་ཞིག་བཏང་ན་ཡང་རང་གིས་བསྒྲུབས་པའི་དགེ་བའི་རྩ་བ་དེ་ཡང་སེམས་ཅན་ལ་སྦྱིན་པ་བཏང་དགོས་ཀྱི་ཡོད་པ་རེད། ད་ནི་རང་གི་ལོངས་སྤྱོད་དང། ལས། ལུས་ལ་སོགས་པ་གང་ལྟར་རང་ལ་དབང་བའི་དངོས་པོ་ག་འདྲ་ཅིག་ཡིན་ན་ཡང། གཞན་ལ་སྦྱིན་པ་གཏོང་བ་དེ་སྦྱིན་པའི་བྱ་བ་རེད། དེའི་ཚེ་ན་ཉན་རང་གི་ཡིད་ཆེས་འདོན་པ་དེ་ཚུལ་ཁྲིམས་རེད་ཟེར་གྱི་ཡོད་པ་རེད། ཉན་རང་གི་ཡིད་ཆེས་ཟེར་བ་དེ་རང་དོན་དོན་གཉེར་བྱེད་ལོ། རང་ཉིད་གཅིག་པུ་ཞི་བདེ་འདོད་པའི་བློ་དེ་སྤོང་བ་དེ། ཚུལ་ཁྲིམས་རེད་ཟེར་ལབ་ཀི་ཡོད་པ་རེད། དེ་ནས་རྣམ་མཁྱེན་གྱི་ཆོས་ལ་མོས་ཤིང་བཟོད་པ་སྦྱིན་པ་གཏོང་བ་དེའི་ཚེ་ན། ཐེག་པ་ཆེན་པོ་ལ་དགའ་བ་ཐེག་པ་ཆེན་པོ་ལ་བཟོད་པ། ཐེག་པ་ཆེན་པོ་ལ་དགའ་བ་ལམ་ན་སྦྱིན་པ་གཏོང་བ་དེའི་ཚེ་ན་ཡང་ཐེག་པ་ཆེན་པོ་གི་ཡིད་ཆེས་དང་བྱེད་པ། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་འདོད་པ་དེ་ཐེག་པ་ཆེན་པོ་གི་ཡིད་ཆེས་རེད། དེ་ལ་དགའ་བ་དང། ཏེ་སེམས་པ། འདི་ནི་སྟོང་པ་ཉིད་ཀྱི་དོན་ལ་སོགས་པ་ལ་ཐེ་ཚོམ་དང་དངངས་སྐྲག་མི་སྐྱེ་བ། དཔེར་ན་སྐལ་ཆེན་གྲངས་མེད་གསུམ་ལ་སོགས་པ་ལ་ཚོགས་བསགས་སྒོ་རའི་ལབ་དེ་གང་ལ་སེམས་ཕམ་པ་དང་ཕྱིན་པ་སྐྱེ་བ་མ་ཡིན་པར། དུས་ཚོད་དེ་འདྲ་རང་པོ་ལ་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྟོན་བྱེད་སྒོ་རའི་བསམ་ནི་དགའ་བ་སྐྱེ་བའོ་དེ་འདྲ་ཅིག་ལ་ཐེག་པ་ཆེན་པོ་ལ་བཟོད་པ་ཟེར་ལབ་ཀི་ཡོད་པ་རེད། འོ་དེ་འདྲ་གི་བསམ་བློ་དགོས་པ་རེད། དེ་གཉིས་གོང་འཕེལ་གྱི་ཕྱིར་འདུན་པ་བྱེད་པའི་བརྩོན་འགྲུས་སེ། རང་རྒྱུད་ཀྱི་བསྡུ་བའི་ལྟུང་བའི་ཟིན་པ་གི་སྦྱིན་པ་ཡིན་ན་འདྲ། ཡང་ན་ཉན་རང་གི་ཡིད་ཆེས་ལ་སོགས་པ་བསམ་པ་མ་རུང་བར་སྤོང་བའི་ཚུལ་ཁྲིམས་ཡིན་ན་འདྲ། རྣམ་མཁྱེན་གྱི་ཆོས་ལ་མོས་པ་དང་རྣམ་མཁྱེན་གྱི་ཆོས་ལ་དགའ་བ་ཡིན་ན་འདྲ། འོ་དེ་ཚོ་གོང་འཕེལ་དུ་གཏོང་བའི་ཕྱིར་དུ་དུས་རྒྱུན་དུ་བརྩོན་འགྲུས་སྐྱེ་འདོད་ཀྱི་བསམ་བློ། འོ་དེ་ལ་སྦྱིན་པ་གཏོང་བའི་སྐབས་ཀྱི་བརྩོན་འགྲུས་དང། ཐེག་དམན་དང་མ་འབྲེལ་བའི་སེམས་རྩེ་གཅིག་པའི་བསམ་གཏན་སྦྱིན་པ་གཏོང་བའི་སྐབས་སུ། རང་གི་རྒྱུད་ལ་རང་གཅིག་པུ་ཞི་བདེ་དོན་གཉེར་གྱི་བློ་དེ་སྐྱེ་མི་རུང་སྙམ་ནས་བསམ་པ་རྩེ་གཅིག་ཏུ་གནས་པ་དེ་སྦྱིན་པ་གཏོང་བའི་སྐབས་ཀྱི་བསམ་གཏན་རེད། དེ་ནི་སྦྱིན་པ་གཏོང་བའི་སྐབས་སུ་རྒྱུན་བཅའ། རྒྱུ་ནོར་ལོངས་སྤྱོད་ལ་སོགས་པ་དང་སྦྱིན་པར་བྱེད་པའི་བྱ་བ་དང། ད་ནི་སྦྱིན་པ་པོ་རང་ཉིད་དང་བྱེ་བ་ང་ཚོ་སྒང་དུ་བཤད་པའི་འཁོར་གསུམ་དེ་དག་ཐམས་ཅད་སྟོན་ལ་མེད་ཀྱང། ཡོད་པ་ལྟར་སྣང་བ་ཡོང་གི་ཡོད་པ་འོ་དེ་འདྲ་བ་དེ་སྒྱུ་མ་གིས་སྤྲུལ་བ་སྟོན་པ་ལྟ་བུ། དཔེར་ན་སྒྱུ་མ་མཁན་གྱིས་རྫས་དང་སྔགས་ཀྱི་ནུས་པ་ལ་བརྟེན་ནས་ལྟ་མཁན་རྣམས་ཀྱི་མིག་ལ་འཁྲུལ་བ་སྐྱེ་རུ་བཅུག་ནས་སྣང་ཚུལ་འདྲ་མི་འདྲ་སྣང་དུ་འཇུག་པ་ནང་བཞིན་དུ་ང་རང་ཚོ་ལ་སྣང་བའི་སྦྱིན་པའི་བྱ་བ་དང་སྦྱིན་པའི་རྫས་དང་སྦྱིན་པ་གཏོང་མཁན་དང་སྦྱིན་པ་གཏོང་ཡུལ་གྱི་གང་ཟག་ལ་སོགས་པ་འདི་དག་ཀྱང་སྟོན་ལ་རང་བཞིན་གྱིས་མ་གྲུབ་པ་ཡིན་སྙམ་པ། དེ་འདྲ་གཅིག་གི་སྒང་ནས་སྦྱིན་པ་བཏང་བ་ཡིན་ན། སྦྱིན་པའི་ཆར་བ་གཅིག་གི་ནང་དུ་ནི་ཕ་རོལ་ཏུ་ཕྱིན་པ་དཀྲུགས་ཚང་དུ་ཡོད་པ་རེད། འོ་དེ་འདྲ་གཅིག་སོང་བ་རེད།